རྒྱ་མཚོའི་དབུ་ཁྲིད་རྣམ་པ་དང་མང་ཚོགས་རྣམ་པ་གཟིགས་གནང་དང་ད་ང་ཚོ་ལུང་པ་པས་འདི་འདྲའི་རི་དྭགས་དོག་གིལ་དེའི་རྒྱུ་ཉན་སེམས་མེད་ལ་དོག་ཀྱང་ཀྱང་བརྒྱབ་ཚེ། ད་འདི་འདྲའི་ནང་ལ་ཡང་མིའི་འཚོ་བ་དང་སྐྱེས་ཐོབ་འཁུར་བས་མིའི་ཆ་ནས་སེམས་ཅན་འཚོ་བ་ཁྱོད་སུ་མ་རེད་དེའི་ནང་ལོ་ལ། ད་བོད་ན་ཆ་ཆ་འདི་ཚོ་ཁྱུག་ཡིག་ནང་ལ་བསྐུར་དགྲ་མ་འདྲུ་བསྐུལ་བ་བྱས་ནས་ལམ་སང་དུ་བ་གཅིག་གི་ཚན་པ་ཁག་གིས་ཁ་བ་བརྒྱབ་ཡོང། འདི་བྱིས་ཆོག་གི་མ་རེད་ཕི་གི་བྱིས་ཆོག་གི་མ་རེད་ལབ་གི་འདུག་ཨ། ཐུགས་རྗེས་གཟིགས་རོགས་གནང་ནི་ཁོར་ཡུག་སྲུང་སྐྱོབ་ཚན་པ་ཁག་དང་དབུ་ཁྲིད་རྣམ་པ་རྣམས་ཀྱིས་གྱི་དོན་གནང་གནང་རོགས་དང་དེ་ལ་ཐུགས་རྗེས་གཟིགས་བྱས་ནི་ང་ཚོ་མང་ཚོགས་ཀྱི་ཆེད་དུ་དང་མང་ཚོགས་དཀྱུས་མའི་ཆེད་དུ་ནི་མང་ཚོགས་ཀྱི་ནི་ཁ་བྱ་གྲགས་ཐུག་མི་འདུག་བ། ཨ་ནི་བརྙན་ཐུང་འདི་སུས་མཐོང་མིན་ན་ང་རང་ཚོ་དྲ་རྒྱའི་མི་མང་ཚོགས་ཆེད་དུ་ལས་ཀ་བྱེད་ཉིན་ཡག་པོ་འདྲ་ཡོད་ཨ་ནི་ཁོ་ནང་འཛོམས་པ་ལ་ཡར་སྐུལ་བྱེད་རྒྱུ་གུས་གནང་རོགས་གནང་ཐུགས་རྗེས་གཟིགས་བྱས་ནི་ཁོ་ནང་རྣམ་པས་ཕྱག་རོགས་གནང་རོགས་གནང་ང་ཚོ་ལས་སྟོབས་ཤུགས་ཆེ་ཡོད་རེད་ད་ང་ཚོ་ལས་དོ་སྣང་བྱེད་ཉིན་མང་ང་ཡོད་ཙང་ཁྱེད་རང་རྣམ་པས་དེ་ལ་ཕྱག་རོགས་གནང་རོགས་གནང་ཐུགས་རྗེས་གཟིགས་བྱས། ཏོག་དབང་ཕྱུག་རྒྱལ་ལགས་ཁྱེད་རང་གིས་གལ་སྲིད་བརྙན་ཐུང་དུ་མཐོང་པའི་ཆོས་འཁོར་ཐུགས་རྗེས་གཟིགས་རྗེས་དེ་ལ་དོ་སྣང་ཅིག་གནང་རོགས་གནང་ཐུགས་རྗེས་གཟིགས་རྗེས་མང་གཙོ་ཆེད་དུ་ཁྱེད་རང་གི་ཕྱག་ལས་གནང་གནང་གི་ལ་ཨ་ནི་མུ་མཐུད་གནང་རྒྱུར་རེ་བ་ཡོད་གལ་སྲིད་ཁྱེད་རང་གཟིགས་གནང་ད་ད་ང་ཚོ་ལུང་པ་པའི་དེ་འདྲས་རེད་ལ་མ་བཤད་རང་སྐལ་ཐུགས་སུ་དགོངས་སྐལ་མེད་བྱས། ཨ་ནི་དེ་རིང་དེ་ནས་མ་སྐད་ཆ་བཤད་དུས་ད་ང་རང་ཚོ་རྒྱལ་ཁབ་ཀྱི་རྒྱལ་ཁྲིམས་ནས་རྒྱལ་མེད་ལ་ཆབ་སྲིད་ནས་རྒྱལ་མེད་ཆོས་ཀྱི་ཆོས་ཁྲིམས་ནས་རྒྱལ་མེད་ཨ་ནི་ཁྱེད་རང་ཚོ་ཚན་པ་ཁག་གིས་བརྟག་དཔྱད་ཡག་པོ་གནང་རྗེས་ཁ་པར་བསྐྱོན་རོགས་གནང་གཞན་དོན་མེད་དགོས་མེད་ལ་ཁ་པར་བརྒྱབ་མ་ཡོང་རོགས་གནང་ཨ་ནི་ཞེད་སྣང་སེ་རེ་འདི་ཞེ་དྲག་མ་སྐུར་ཨ་ནི་ང་ནི་མང་ཚོགས་དཀྱུས་མ་རང་ཡིན། ཡང་མལ་གྲོ་ཁུང་འགའ་དང་མ་བརྟག་རྩིས་ཁུངས་ཀྱི་མང་ཚོགས་ཀྱི་ཆེད་དུ་རང་ཤེས་རང་ཡིན་མི་ཆོག་ཞེན་པའི་ཁེར་ཁེར་མིན་ལ། ང་ལ་དམིགས་ཡུལ་ཁབ་ཙམ་ཡང་མེད། རེད་གལ་ཏེ་ཁྱེད་རའི་དམིགས་ཡུལ་ག་རེ་ཡིན་པ་སྐད་ཆ་དྲིས་ཐོག་ང་དམིགས་ཡུལ་ཁེར་ཁེར་མེད་དོ། ང་རང་ཚོ་མོ་ཏྲ་ཁོ་ཏྲོམ་ཡུན་སྐྱོད་ལ་ཆགས་ཞེན་ན་ལོ་རེ་རེར་ཞིབ་དཔྱད་རེ་གནང་དགོས་རེད་ད་དེ་ཞིབ་དཔྱད་གནང་ཡང་རྒྱུ་མཚན་ག་རེ་བཟོས་ན་མོ་ཏྲ་འདིས་དོགས་རྒྱག་གི་འདུག་བས་ལྟ་གི་ཡོད་རེད་བ། དོགས་ཡོད་བ་བྱས་ན་ཁོར་ཡུག་ལ་ཡང་གནོད་པ་བྱེད་ཀྱི་འདུག་ཁོར་ཡུག་སྲུང་སྐྱོབ་ལ་གནོད་པ་སྐྱེལ་གྱི་འདུག། ཨ་ནི་དེ་ལ་འགྲོ་སོང་མང་པོ་ཞིག་དང་དུས་ཚོད་མང་པོ་ཞིག་འཕྲོ་བརླག་དང་བྱེད་དབང་ཡང་ནི་མང་པོ་ཞིག་བཟོ་དགོས་འདུག་བ། ཨ་ནི་འཆར་གཞི་བྱས་ཏེ་བཏང་སྙོམས་ཀྱི་གནང་རོགས་གནང་ལྷོ་སྤྱི་གཟིགས་ཀྱི་ད་ངའི་བསམ་འཆར་དང་རེ་བ་ཡིན་མང་ཚོགས་ཆུང་ཆུང་གཅིག་གིས་ཨ་ནི་ཞིམ་པའི་མེ། རྒྱ་ཆེའི་དབུ་ཁྲིད་རྣམ་པ་དང་མང་ཚོགས་རྣམ་པ་གཟིགས་གནང་དང་ད་ང།